རྡོག་རྡོག་ཞུ་བ་ཡིན་ན་ར་ཤི་ཡའི་གི་རྒྱལ་ཁབ་ཀྱི་ནང་ལོག་གི་ལ་དཀའ་ངལ་ཆགས་བསྡད་ཁྱོད་ཀྱི་རྣམ་པ་ཚོ་ཞུ་ཡ་ཡིན་རྡོག་རྡོག་བཤད་བ་ཡིན་ན། ད་དང་པོ་གཉེན་ལ་ར་ཤིན་གྱི་ལོ་རྒྱུས་བྱིར་བ་ད་ད་ར་ཤི་ཡའི་གི། རོབས་ཞིག་ཞུས་པ་ཡིན་ན། ར་ཤི་ཡའི་གི་རྒྱལ་ཁབ་དེ་ད་ད་ད་བུ་དུ་དམག་རྒྱ་ནས་ད་གོ་མཚོན་རེད་དཔེ་ཤ་རེད་ལུང་པ་འདི་ད་པད་ཁོ་རང་ད་ཚང་མ་ཐེ་སིང་བེ་སིང་བཟོས་ཉེ་དེ་པུ་ཏིན་དང་ཨ་ནི་ལུང་པའི་གི་མི་ན་གལ་ཆེ་ཡ་ད་ད་ད་བདེ་སྲུང་གི། ད་དམག་དཔོན་འདི་ཚོ་བྱས། གཞུང་གི་མི་སྣ་ཁྱེད་བྱས་གནད་འགག་འདི་ཚོ་བྱས། འདི་ཚོ་སྤུ་གྲི་མཉམ་པོ་ལ། ལག་སྦྲེལ་བྱས་ནས་ད། ག་འདའ་ཁྱི་སྤྱང་ལག་སྦྲེལ་ལ་ར། དངུལ་ཟ་བརྙན་ཟ་ད་འདའ། མི་དམངས་ལ་དཀའ་ངལ་རྐྱང་རྐྱང་འཕྲད་བྱས། ད་ད་རིང་འདི་ལ་ཡ། ཨ་ནི PMC Group Wagners ཞེས་ད་ཁོ་ཚོ་དམག་མི་ཅིག་ཚོགས་པ་ཅིག་ཡོད་རེད།

དཀའ་ངལ་བཅས་མ་བཟོ་བའི་ཐོག་ནས་ཁོང་ཚོ་ནང་ལོག་ཡར་འཛུལ་བྱས། ཡིན་ན་ད་ལྟ་མ་སྐོར་ལ་སླེབས་མ་སླེབས་དང་ད་ལྟ་གནས་གནས་སྟངས་འདི་གར་ཆགས་ཡོད་མེད་ད་ཉེན་ཁ་ལྗི་བོ་ཞུ་ཅི་གར་ཆགས་ཡོད་དང་ད་ནང་ཁུལ་པུ་ཀྲིན་གྱིས་ད་ཉེན་ཁ་ལྗི་བོ་ཞུ་ཅི་བཤད་ཀྱི་འདུག་ད་ལྟ་གནས་ཚུལ་རྫ་དྲག་འདི་གར་བཤད་ཀྱི་འདུག་ལབ་ན་ད། མི་འདི་འདྲས་ང་རང་ཚོ་གི་ནང་ལ་ཡར་ངེད་ཀྱི་རྒྱབ་ལ་ཡར་ད།

ཁོང་ཚོས་ད་སྤུ་ཀྲིན་གྱི་རོགས་པ་བྱེད་ཡ་ལ་རོ། ཅེ་ཅི་ནའི་ལུང་པ་འདི་ངས་སྙན་མ་རྒྱལ་རབས་ཚང་མ་ཤེས་སོ། ལུང་པ་འདི་རྒྱལ་ཁབ་ཅིག་སོ་སོ་རང་བཙན་ཡིན་པ་རྒྱལ་ཁབ་ཅིག་ལ་ཡ། ཨ་ནི་ར་ཤེ་ཡ་གི་གླུའི་ཤ་ཀྱོག་པེ་ཤ་ཀྱི་གླུ་ནི་ད་ར་ཤེ་ཡ་གི་ཁོང་ཚོ་པ་པེད་རེད་ད་ད་ད། སྤོམ་པོ་ཚང་མ་ར་ཤེ་ཡ་གི་པེ་ཤ་ཀྱི་གླུ་ནི་སྤོམ་པོ་ཚང་མ་ཨ་ནི། ཁོང་ཚོ་ལུང་པ་དེ་ར་ཤི་ཡན་གྱིས་འཛིན་སྐྱོང་བྱེད་དགོས་ར་ད། རོགས་རྡོ་ཤེ་བ་ཡིན་ན་ད་ར་ཤེ་ཡའི་འོག་ལ་ཡོད་ར་ད་ཡིན་ན་རང་བཙན་ཅིག་ཡིན་པའི་གི་ངོ་བོ་མིང་ཙམ་ར་ད། འོ་ད་འདིས་ད་ད་མི་བློ་བོ་ཆེན་པོ་ད་ཅེ་ཤི་ནའི་གི་མི་དེ་ཚོ་དམག་ལ་པེ་མ་སི་གི་ཉན་པ་ར་བ་ཁོང་ཚོ་ར་ཤེ་ལ་ཡ་ད་ད་རི་ཁྲ་རི་ཆིག་དོ་དམག་གི་བྱེད་དོ་ག་ལ་ད་ཉན་ག་ཇི་བོ་ཞུ་བྱེད་དོ། ད་ཡུཀ་རེན་གྱི་སྲིད་འཛིན་གྱི་ཁ་ལེགས་དུ་གླེང་ན་ཛེ་ལན་སི་ཀི་གིས་ད་ད་ད་འཛམ་བུ་གླིང་ལ་ཡ་རེ་གུ་ག་ཆིག་དང་ད་ང་ཚོ་ལ་ད་འདོད་གོ་ཚོན་མཚོན་ཆ། མི་སྲ་ཡལ་དང་ད་ད། Aircraft Fighter། དེ་འདྲའི་ཁ་ཤས་ཅིག་གོ་དུས་ད་གང་མགྱོགས་མགྱོགས་གོ་དུས་བྱེད་བྱེད། འདི་རེ་གུ་ཞིག་རེད་ད་ད། ད་ཁོ་ཚོ་ལ་རྐྱེན་ངན་གྲོགས་བྱ་ཅིག་བྱ་ཡ་དུ་བ་ད་ད་འདི་ལ། ད་འདི་ར་ཤི་ཡའི་འདི། ཏག་ཏག་བཟོས་ཐུབ་པ་ཡིན་ན་འཛམ་བུ་གླིང་དང། རྒྱ་ནག་དང་ཕལ་ཆེར་ཕལ་ཆེར་ཤུགས་ཆུང་རུ་ནུས་པ་ཆུང་རུ་འགྲོ་ཚར་ད་ག་རང་གོ་རང་ནས་རེད་བ། ཉམས་ཚར་རེད་ཤུགས་ཆེན་པོ་ཆེ། རེད་བ་ད་ལྟ་བར་དུ་རྒྱ་ནག་གིས་ད་དམར་ཤོག་རིགས་དེ་ཚོ་ཚང་མ་ལ། ཁོང་ཚོའི་གི་ལམ་སྟོན་དང་སློབ་སྟོན་ཚང་མ་ཁོང་ཚོས་བྱེད་གི་འོག་རོ་ད་ནང་ཁུལ་ལ་ནང་འདྲེན་དཔེ་ཤུགས་ཆེན་པོ་རེད་བ། བྱེད་ཐུབ་ག་ལ་ད་འདི་ད་རིང་འདི་ལ་དཔེ་མ་སྲིད་གི། ད་ཡུཀ་རེན་གི་ཅིག་འདི་བྱེད་ཐུབ་པ་ཡིན་ན་ཡག་པོ་ཞུ་ཡོང་ས་རེད་བ།